ལོ་མ་རྣམས་ཀྱི་དགེ་ལས་རྣམས་ལ་བཀའ་དྲིན་མཚོན་ཆེད་ཀྱི་ཆེད་དུ་ཟླ་འདིའི་ཚེས་ལྔ་ཉིན་དགེ་ལས་ཉིན་མོ་སྲུང་བརྩི་ཞུས་པ། སློབ་གྲྭའི་ཁང་ཚན་ནང་ཁྱུར་བ་ལ་རྒྱང་སྐྱོང་བྷང་ཁྲན་གནང་བ་མ་ཟད་སློབ་ཆེན་ནང་ཁྱུར་བ་ལ་ཡང་དེ་ལྟར་གནང། ཟླ་དགུ་བ་དང་བཅུ་བ་གཉིས་ཀྱི་སྡེ་ཚན་ནང་ཁྱུར་བ་ལ་དབྱིན་ཇིའི་བགྲོ་གླེང་གནང་བ། ཟླ་འདིའི་ཚེས་བཅུ་གཅིག་ཉིན་དབོན་སྤྲུལ་སློབ་གྲྭའི་བྱིས་པའི་ཞིང་ན་ཐོན་ཁུལ་གནང་བ། ཟླ་འདིའི་ཚེས་གཉིས་ཉིན། དམངས་གཙོ་དོན་གཅོད་གསུམ་གཙོས་ཞུས་པའི་སྐོར། གཞི་རིམ་བདུན་པ་ཁ་བརྡའི་སློབ་མ་བསྟན་འཛིན་དཔང་མོ་ལགས་ཀྱིས་གསུངས་པར་གསན་འཕྲིན་ཡོང་བ་ཞུ། ཟླ་འདིའི་ཕྱི་ཚེས་གཉིས་ཉིན་འདི་ག་སློབ་གྲྭ་དགེ་ལས་སློབ་མ་རྣམས་ཚང་འཛོམས་ཀྱིས་སློབ་གྲྭའི་ཚེ་རིང་སྒྲོལ་མའི་ཚོགས་ཁང་དུ་དམངས་གཙོའི་དུས་ཆེན་སྲུང་བརྩི་ཞུས་སྐབས་སློབ་གྲྭའི་དྲུང་ཆེ་ཀརྨ་ཆུང་བདག་མཆོག་གིས་ང་ཚོ་རྒྱ་གར་དུ་རྒྱལ་གཅེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམངས་གཙོའི་ལམ་ལུགས་དེ་དུས་ནམ་ཞིག་ལ་ཇི་ལྟར་གསར་བཙུགས་གནང་མིན་དང་དམངས་གཙོའི་འཕེལ་རིམ་སོགས་ཀྱི་སྐོར་གཟབ་རྒྱས་གསུངས་གནང་བ་དང་ལྷན་དུ་ད་ཆ་ང་ཚོ་རྒྱ་གར་དུ་སྐྱིད་སྤོས་ངང་གནས་རྒྱུ་ཡོད་པ་དེ་རྒྱལ་དབང་མཆོག་གི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ཡིན་པས་ཁོང་གི་སྐུ་གཟུགས་འཕྲོད་བཞེངས་ཡོང་བར་བོད་མི་རིགས་ཀྱི་འཆམ་མཐུན་ལ་རག་ལས་པ་སོགས་ཀྱི་སྐོར་བཀའ་སློབ་ཟབ་རྒྱས་ཕེབས་གནང་སོང་ཞེས་ཐུགས་རྗེ་གནང། སློབ་མ་རྣམས་ཀྱིས་དགེ་ལས་རྣམས་ལ་བཀའ་དྲིན་མཚོན་བྱེད་ཀྱི་ཆེད་དུ་ཟླ་འདིའི་ཚེས་ལྔ་ཉིན་དགེ་ལས་ཉིན་མོ་སྲུང་བརྩི་ཞུས་པའི་སྐོར་གཟིམ་དགེ་པ་ཁ་བརྡའི་སློབ་མ་བསམ་ལྷ་མོ་ལགས་ཀྱིས་གསུངས་པ་སེམས་གསོ་ཡོང་བ་ཞུ། ཚང་མ་ལ་ཁམས་བཟང། རྒྱ་གར་གྱི་མཁས་ཤིང་གྲུབ་པའི་སློབ་དཔོན་ཆེན་མོ་སྐུ་ཞབས Radha Krishna ཞིག་ཁྲུང་ངེན་ཕྱི་ཟླ་དགུ་པའི་ཚེས་ལྔ་ཉིན་ནན་ཅིན་ཆེད་དུ་བཀའ་དྲིན་སྲུང་བརྩི་བྱེད་པའི་ཉིན་མོར་དགེ་རྒན་གྱི་ཉིན་མོ་ཞེས་རྒྱ་གར་རྒྱལ་ཡོངས་སུ་དུས་རེའི་སྲུང་བརྩི་ཞུ་བ་བཞིན་འདི་ག་མ་སུ་རི་བོད་ཁྱིམ་སློབ་སྦྱར་ལའང་དགེ་ལེགས་ཉིན་མོ་ཞེས་སྲུང་བརྩི་ཟབ་ཅིང་རྒྱས་པ་གནང་ཡོད། དེ་ཡང་བཀུར་འདོད་ཡོད་པའི་དགེ་ལས་རྣམས་ལ་བཀའ་དྲིན་རྗེས་དྲན་དང་ཐུགས་རྗེ་ལེགས་འབུལ་སོན་ཆེད་དུ་འདི་ག་སློབ་མ་རྣམས་ཀྱིས་བོད་རྒྱ་ཨིན་གསུམ་གྱི་གཞས་སྣ་འཁྲབ་སྟོན་ཁག་མི་འདྲ་བ་དུ་མ་ཆེན་པོས་ཞུ་བ་མ་ཟད།

འུ་ཚོ་སློབ་གྲྭའི་གོ་སྒྲིག་འོག་སློབ་གྲྭའི་ནང་ཁུལ་བར་གྱི་རྒྱང་སྐྱོད་བར་འཕྲིན་ནང་མཉམ་ཞུགས་གནང་སྐབས། ང་ཚོའི་སློབ་གྲྭས་བུ་གཅིག་འབྲིང་ཆུང་གསུམ་གྱི་གཟེངས་སུ་མཐུན་པའི་བྱ་དགའ་བླངས་འདུག་པ་བྱུང་ཡོད་ཅེས་བཀའ་དྲིན་ཆེ། ཕྱི་ཟླ་དགུ་པ་དང་བཅུ་བ་གཉིས་ཀྱི་སྡེ་ཚན་ནང་ཁུལ་བར་ལ་དབྱིན་ཇིའི་བགྲོ་གླེང་གནང་བའི་སྐོར། གཞི་རིམ་བརྒྱད་པ་བཀའ་བསྟན་སློབ་མ་བསྟན་འཛིན་རྫོང་མ་ལགས་ཀྱིས་གསུངས་པར་གསན་གཟིགས་ཡོང་བ་ཞུ། སློབ་གྲྭའི་འབྲིང་རིམ་ཨིན་སྐད་རྣམས་ཀྱི་གོ་སྒྲིག་འོག་འདི་ག་སློབ་གྲྭའི་དེ་འདྲ་དགུ་པ་དང། བཅུ་པའི་སྡེ་ཚན་ཁག་གི་ནང་ཁུལ་དབར་ལ་དབང་ཚད་འདི་གདུག་པ་བཅས་ཐམས་ཅད་ཀྱི་རྩ་བ་དང་སློབ་ཕྲུག་རྣམས་མཐོ་སློབ་མ་སླེབས་བར་དུ་ཁ་པར་འཁེལ་མི་ཆོག་ཅེས་པའི་བརྗོད་གཞི་ཁག་འབུལ་ནས། སློབ་མ་ནང་ཁུལ་དབར་ལ་བགྲོ་གླེང་གནང་དུས་བརྒྱུད་སྐབས། དགག་ཕྱོགས་པ་དང་སྒྲུབ་ཕྱོགས་པ་རྣམས་ཀྱིས་རང་ནུས་གང་ཅན་བཏོན་ནས་བགྲོ་གླེང་ལྷུག་པོ་ཞིག་གནང་སོང་ཅེས་བཀའ་དྲིན་ཆེ། ཟླ་འདིའི་ཕྱི་ཚེས་བཅུ་གཅིག་ཉིན། སྔོན་འགྲོ་སློབ་གྲྭའི་བྱིས་པའི་གཞས་སྣ་གཅིག་པུས་གནང་བའི་སྐོར་རྩིས་རིམ་བདུན་པ་ཁ་བརྡའི་སློབ་མ་ངག་དབང་འཆི་མེད་ལགས་ཀྱིས་གསུངས་པ་གསན་གསོལ་ཡོང་བ་ཞུ། བཀའ་དྲིན་ཤིན་ཏུ་ཆེ་བའི་སློབ་གྲྭའི་སྦྱིན་བདག་ཆེན་མོ་ནོར་བཟང་ཐེབས་རྩ་ཚོགས་པའི་ཚོགས་གཙོ་གཞོན་པ་སྐུ་ཞབས Christian Hugenberg དང་ཁོང་གི་སྲས་མོ Anna སློབ་གྲྭའི་དྲུང་ཟུར་སྐུ་ངོ་ཚེ་རིང་རྡོ་རྗེ་ལགས་ཁོང་རྣམ་པ་གསུམ་སློབ་གྲྭར་གཟིགས་སྐོར་ཕེབས་པ་དང་ལྷན་དུ། འདིའི་ལོའི་སྔོན་འགྲོ་སློབ་གྲྭའི་བྱིས་པས་གཞས་སྣ་གཅིག་འབུལ་ཞུས་སྐབས་ཁོང་རྣམ་པ་གསུམ་སྐུ་མགྲོན་གྱི་གཙོ་བོར་དན་འདྲི་ཞུས་པ་རེད། དུས་སྐབས་དེར་བྱིས་པ་རྣམས་ཀྱིས་དགའ་དགའ་སྤྲོ་སྤྲོའི་ངང་ནས་གཞོན་ནུ་འཁྲབ་སྟོན་གནང་བའི་གཟིགས་མོ་བ་རྣམས་ལ་ཐུགས་མཉེས་པོ་ཞེ་དྲག་བྱུང་འདུག། དེ་དང་ཆབས་ཅིག་ཐེངས་འདིའི་ཟླ་བའི་སེང་རྡོར་བརྙན་འཕྲིན་ཞུ་སྲིད་པའི་རྣམ་པ་གླེང་མཁན་གྱི་གསན་གཟིགས་གནང་བར་བཀའ་དྲིན་ཆེ་ཞུ་བ་དང་སྦྲགས། གནས་མ་བརྗེད་པར་སྐུ་གཟུགས་ལ་ཐུགས་བཅག་དང་བྱ་བ་ལམ་འགྲོ་ཡོང་བའི་བཀྲ་ཤིས་སྨོན་འདུན་ཞུ།